གཏོང་གིན་འདུག་ཟེར་བ་མོ་སྒྲ་གཏོང་བཞིན། ཞེས་གཏོང་བཞིན། ཕྱག་རྒྱ་བྱས། ཞེས་གཏོང་གིན་གཏོང་གིན་ལག་པ་ཨེ་འདེད་བྱས་བས་ན། ཞེས་གཏོང་བཞིན་ཕྱག་རྒྱ་བྱས། བ། མོ་སྒྲ་གཏོང་བཞིན་ཐ་མག་འཐེན་ལུགས་དུ་བ། མོ་སྒྲ་གཏོང་བཞིན་ཁ་པར་དང་འདྲེ་དུ་བ། ཁ་པར་ལེན་ཉན་འདྲེ་ལུགས་བ་བོ་འདི་གཏོང། གཏོང། གཏོང། ཞེས་བ་གཏོང་གི་བོ་ད་ནར་གཏོང་ང་གཏོང།

འོ་དེ་ལ་བྱེད་ཚིག་ཟིག་ཡོད་ད། ད་དེ་གའི་མ་ཚིག་དེ་གའི་ཚང་མ་ལོག་ལ་དགོངས་པ་བཞེས་ཨ་ཚང་མ་ལོག་ག་འདའ། ལས་ཀ་བྱས་པ་རེ་རེ་རེར་བསྟན་གི་རེད་དེ་བྱས་ཙང་བྱེད་ཚིག་ལོས་ཨ་དེ་རྒྱུ་མཚན་དེ་རེད་བ། འོ་ད། ར་རྩ་བཏགས་རྩ་འགྲེང་པོ་རྩེ་ས་རྩེ། རྩེ། ག་རེ་རྩེ། རྩེ་མོ་རྩེ། རྩེ་གི་རེད་བ། སྤོ་ལོ་རྩེ།

གློད་པ། ཅེས་བསྒོར་བ། གཟུངས་རྣམས་ནི་ཐུགས་སྲིན་པོ་དེ་ལ་གུ་གུར་བདག་ཞེས་གསོལ། གཟུངས། དེ་ནས་ཕ་ཡ་དང་ཕྱྭ་འབྲིང་པོ་ཆེ་ས་ཆེ། ག་རེ་ཆེ། སྒོ་ཆེ། བ། ཁང་པའི་སྒོ་ཆེ། མོ་རྟའི་སྒེའུ་ཁུང་ཆེ། འདི་ཡི་བ་ཆེ། ཕ་ཡ་དང་ཕྱྭ་འབྲིང་པོ་ཆེ་ས་ཆེ། དེ་ནས་ག་ཡ་དང་ག་ན་རོ་གྱོན་ན་གྱོན། གྱོན། ག་རེ་གྱོན། མགོ་ལ་ཞྭ་མོ་གྱོན། རྐང་པ་ལྷམ་གྱོན། སྟོད་ལ་སྟོད་གོས་གྱོན། ཟི་བ་བ་དེ་གྱོན། ཁ་ཡ་དང་ཁྱ་ན་རུ་གྱོན་ན་གྱོན། དེ་ནས། བ་བོ། ར་ད་ད་ད་བ་དབབ། དབབ། དབབ་ག་རེ་དབབ། པུས་མོ་ས་ལ་དབབ། པད་གོག་ས་ལ་དབབ། བ། དཔུང་པ་གྱང་ལ་དབབ། ཡང་མེད་ན། དུས་དུག་ལོག་བཀྲུས་ནས་དབབ་དབབ་བྱེད་དབབ། དབབ། དེ་ནས་གར་བ་རེ། མ་འོ་སྣ་ན་མནན། མནན། འོག་ལ་མནན། འོག་ལ་མ་མནན། ཆུ་གང་ལ། ཆུ་ས་ཡིས་མནན། འོ་མནན། འོ་ཡ། ད་ག་ནང་བཞིན། བ་འོ་ས་ཀ་ད་ཀ་ན་རོ་བསྐོར་ར་བསྐོར། བསྐོར།

རྐུབ་སྟེགས་རྐང་ལ་བསྡད། ཉལ་ཁྲིའི་རྐང་ལ་བསྡད། སའི་རྐང་ལ་བསྡད། བསྡད། ཨོ་ཡ། དེ་ནས། ག་འོ་ས་ན་རོ་སོས་ས་སོས། སོས། ཁྱི་ལ་ཁྱི་ཕྲུག་ལ་ཁ་ལག་བསྟན་ནས་སོས། ཚུར་སོས། དུམ་ཕྲུག་འོ་མས་སོས།

ད་ད་ལྟའི་ཚིག་དེ་ཚོའི་ནང་ལོགས་ནས། ག་རེ། ང་ཚོས་གཙོ་བོ་དེ་ག་རེ་བྱེད་འགོ་བར་ཟེར་ན། ཟས། རྩེད། ཟས་དེ་ད་ཇི་སྙེད་རེད་ཡ། ཨ་ནི་གླུ་ལེན། རེད་བ། ཟས་འདྲེ་དོ། སྦག་སྦག་བཏང། གླུ་ལེན། འོ་ད་བཏང་པ་དང་ལེན་པ། རེད་བ་ད་ཇི་སྙེད་ཀྱི་དེ་ནང་ལ་བཏང་པ་དང་ལེན་པ། ད་ད་ལྟའི་དེའི་ནང་ལ། ཟས་པ། རྩེད་པ།

མཁའ་འགྲོས་དུ་ལངས་ནས་དོང་མོའི་ནང་ཇག་བསུབ། ཨོ། ད་བུ་མོ་གཉིས་མཁའ་འགྲོས་ལངས་འདུག་ཨ་གཅིག་ཚུགས་ཁ་བལྟས་གཅིག་ཚུགས་དོང་གཏོང་འཐུས་པ་དེ་ལ་མཁའ་འགྲོས་ཟེར། རྒྱབ་འགྲོས་ལབ་ན་གཉིས་ཅོག་ལོག་རྒྱབ་བལྟས་བལྟས་བྱ་རོགས་ཨོ་དེ་ལ་རྒྱབ་འགྲོས་ཟེར་གདའ། ད་འདས་དེ་རྒྱབ་འགྲོས་མིན་པ་ཆད་མཁའ་འགྲོས་རེད་འདུག་ཨ། མཁའ་འགྲོས་དུ་ལངས་ནས་དོང་མོའི་ནང་ཇག་བསུབ། ཨོ། ད་དོང་མོ་ཟེར་ན་ང་རང་ཚོ་བོད་རེད་ཡིན་ན་དོང་མོ་ཞེས་བྱ་ཇག་བསུབ་ཡ། ཇག་བསུབ་ལབ་ན་བོད་པའི་སྤུ་གུ་ཡིན་ན་བོད་ཇག་ཆོས་གུ་རུ་བ། ཨོ་བོད་བྱ་ཆུ་དུས་ཨ་ནི་བོད་བྱ་དེ་བཟོ་དུས་ཙམ་པ་ལ་དོག་མོའི་ནང་ལ་ཡ་ཨ་ནི་བྱ་བྱས་ཨ་ནི་འོ་མ་བལྟས་བླུགས་མར་བླུགས་ཨ་ནི་ཡ་མ་འཐེན་བྱས་ཤད་བཀྱེ་གོར་བ་ཨོ་ད་ཤད་བཀྱབ་བྱས་ཨ་ནི་ཤད་བཀྱབ་དེ་ལ་ཡ་སུབ་ལགས་བྱ་སུབ་པ་ཟིག་རེད་ཨོ་ད་སུབ་ལབ་དུས་ཙམ་པ་མ་ཨ་དེ་གས་དེ་ད་བྱ་དེ་པད་ཏྲེ་ཏྲེ་བཏང་གོར་ད་གང་ད་ཨོ་དེ་ལ་སུབ་པ་ལགས་གོར་བ་ཨ་འདུག་བྱས་བྱས་ཁབ་དྲོད་དུ་བླངས་བྱས་དོག་མོའི་ནང་བྱ་སུབ་བྱ་དེ་བྱས། ད་དེ་ནས་དེའི་འོག་དེ་སི་ཨ། བྱ་ཁྱུ། བང་བསྒྲིགས་ནས་གནམ་ལ་འཕུར། ལེ་ཏོ་ཨང་རི་མུན་ནཱ་ལི་ཡ། བྱ་མང་པོ་ཞིག་བང་བསྒྲིགས་བྱས་བྱ་མང་པོ་ཡོད་ན་ཁྱུ་ལེགས་པོ་རེད་ད་བྱ་ཁྱུ། གཅིག་གཉིས་ལ་ཁྱུ་ལེགས་པོ་མ་རེད་བ། མང་པོ་ཡོད་ན་ཁྱུ་ལེགས་པོ་རེད་ངས་སོ། བྱ་ཁྱུ། བང་བསྒྲིགས་ལབ་ན་ང་ཚོ་བང་བསྒྲིགས་ཡོད་བ། འོ་དེ། བྱ་ཁྱུ། བང་བསྒྲིགས་ནས་གནམ་ལ་འཕུར་ས་གནམ་ལ་བང་བསྒྲིགས་བསྒྲིགས་བསྒྲིགས་འཕུར་འགྲུག་ཏོ། ང་ཚོ་དངོས་གནས་འཚོ་བའི་ནང་ལས་མཐོང་ཡག་ཡོད་རེད་བ། བྱ་དེ་འདྲས། ཁྲུང་ཁྲུང་དེ་འདྲས་མང་པོ་བང་བསྒྲིགས་བྱས་འཕུར་འགྲོ་ཉེན་འདྲས་མཐོང་ཡག་ཡོད་བ། འོ་དེ་ལ་གཟིགས་ཡོད་ད། ད་དེ་ནས་དེའི་འོ་དེ་གཟིགས་ཨ། ལག་གཡས་པས་སོ་བ་བཟུང། གཡོན་མས་དགྲ་མགོ་ཕྱེ། འོ་འདི་གར་ཚུད་བ་སོང་ན་ལག་པ་གཡས་གཡོན་གཉིས་ཡོད་པ་ང་ཚོ་ལག་པ་གཡས་པ་དང་གཡོན་མ་ཡོད། ཨ་འདི་ན་ལ་འབྲོག་པའི་བུ་མོ་དེས་གར་བྱེད་དོ་ཟེར་ན། ལག་གཡས་པ་དེ་ལ་ཡང་སོ་བ་བཟུང་སོ་བ་ཟེར་ན། ཟོ་ལག་ཟིག་རེད་འོ་མ་བླུག་སའི་ཤིང་གི་སྣོད་བཅོས་རེད་འོ་འདི་ལ་སོ་བ་ཟིག་རེད། འོ་དེ་བཟོ་བ་དེ་ལག་པས་བཟུང་བཞག་ལག་པས་ཡ་སྐྱ་དེ་དོ་ལག་པས་བཟུང་བཞག་ལག་ཡོད་མ་དེ་གར་ཆིག་དོ། སྦྲ་གུར་གྱི་སྒོ་དེ་ཕར་ཆིག་དོ་སྦྲ་སྒོ་ཕྱེ་ཟེར་ན་བ་རེད་ཡིན་བཟོ་བ་འོ་དེ་ཆེ་ལག་གཡས་པས་བཟོ་བ་བཟུང་གཡོན་མས་སྦྲ་སྒོ་ཕྱེ། འོ་འདིར་ད། ཤ་བས་སྒྲིག་ཆས་གྱོན་ནས་སྤོ་ལོ་བཏབ།

རྟགས་སེམས་ཅན་རྟགས་སུ་ཞེ་ན་ཚ་བོར་བ། སེམས་ཅན་རྟགས་ནི་ཞེ་ན་ཚ་བོ་སྟེ་ཨ་ནི་མི་སྟེ་རྐང་པའི་འོག་ཏུ་སླེམ་བྱ་བ། ཨ་ནི་སྦྲུལ་ས་དེ་བས་ཀྱང་དུག་སྦྲུལ་དུ་ཚུ་སོ་བརྒྱབ་ན་ནི་བས་སོ་ལ་ཉེན་ཁ་ཡོར་བ། དུག་སྦྲུལ་ཞེ་ན་ཚ་བོ་ཡོར་བ་ཡིན་ནས་དུག་སྦྲུལ་ཏེ་ཀླད་བསླབ་ཏེ་གོས་གང་ལ་བསྲི་བར་དང་ཀླད་ཀླད་ལ་བསྐོར་བསྲི་སྟེ་གོས་གང་ལ་བསྐོར་བཀྱག་ཏུ་བསྲི་བར་དང། ཞེ་ན་ཚ་བོ་དུང་བ། རྟགས། རྐང་པས་མནན། སྦྲུལ་ཀླད་ལ་བསྐོར།

ཨ་ཡ་ད་འདི་གཤམ་དེ་ལ་ཡ། ཨ་ནི་འདི། པར་དེ་ལ་གཟིགས་ཨ་ག་རེ་གནང་གི་འདུག་བུ་མོ་འདི་ག་རེ་གནང་གི་འདུག་དེ་གཟིགས་གི་གཟིགས་གི་བྱས་ཨ་ནི་ཡི་གེ་འདི་ཀློག་དང་ལམ་སང་དེ་འདྲ་གོ་ཚུལ་བུར་བལྟ། དེ་ལ་ཡ། བུ་མོ་ས་ལ་བསྡད་དེ་ངལ་གསོས། ཨང། བུ་མོ་འདི་ས་ལ་མ་བསྡད་ཅེས་ངལ་གསོ་རྒྱབ་བསྡད་ཤག་ཟིག་ཨོ་དང་ངལ་གསོ་རྒྱག་གི་འདུག་བུ་མོ་འདི་ས་ལ་བསྡད་ཅེས། ཨོ།

འོ་ཡང་སློབ་ཕྲུག་ཚོ་ད་བར་སིང་ཚགས་སོང་ཨ། ད་ང་ཚོ་ཡང་མུ་མཐུད་ནས་སློབ་ཚན་འདི་སྦྱོང་ཚན་འདི་ག་དེ་འགྲོ་གི་ཡིན་ད། ཨ་ནི་དེ་སློབ་དེ་མ་ཟེར་ཞུ་ཨ། སྦྱོང་ཚན་དང་པོ། བྱ་ཚིག་རྣམས་འོག་གི་རྫ་མའི་ནང་བླུགས། ང་ད་འདི་གར་སེ་བ་རེད་པའི་བྱུང་ཚན་དང་པོ་འདི་ནང་ལ་གར་ཆེ་བོ་རེད་ཟེར་ན་འོག་དེ་གཅིག་དོ་བ་འདི་རྫ་མ་རྫ་མ་ཡིན་པའི་སྐད་ཆ་རྫ་དེ། ཨ་ནི། རྫ་མ་འདི་ནང་ལོགས་དེ་འདིའི་ནང་ལོགས་ནས་བྱ་ཚིག་ཚད་བྱེད་བྱ་ཚིག་ག་རེ་ཡོད་པ་འདི་གའི་ཆ་ཚང་འདི་རྫ་མའི་ནང་ལ་མ་བླུགས་ལབ་དགོས་ཁྱེད་ཚོ་ཨ། ད་ཡང་བྱ་ཚིག་མ་ཡིན་པ་དེ་ཚོ་བླུགས་ན་ནོར་བུར་བ། རྫ་མའི་ནང་བླུགས་ལོ་དེ་ང་ཚོའི་རྫ་མའི་ནང་ལོགས་ལ་དུ་བླུགས་ཐུག་མ་དེ་ལས་རྫ་མའི་དེ་དེ་བྲིས་བཞག་ཤོར་བ། འདི་དེ་དེ་ཡ་དེའི་བྱ་ཚིག་བྱ་ཚིག་ཡིན་པའི་ཡི་གེ་ག་རེ་ཡོད་ནས་དེ་ལ་ཡི་གེ་ཆུང་ཆུང་ཆུང་ཆུང་བྲིས་བཞག་པ་ཡིན་ན། ཨ་ནི་ཡིན་ཏག་ཏག་དེ་གི་རེད་ད་ཙམ་མེད་ན་གླུ་བ་དང་གཅིག་པ་རེད་ད། ཨོ་དེ་འདྲས་བྱས། ཨ་ཡིན་ཡི་གི་དེ་གི་དེ་ཁྱེད་རང་གི་ལོག་ཡ་ཡིན་ཏག་དེ་ན་ལ། མདང་པ་དེ་གྲོག་ར་བ་དེ་ནས་ལམ་ར་བ་ཨོ་དེ་ནང་བཞིན་བྱས་ཁྱེད་རང་གི་མ་ལོག་ཨ་འདི་ན་ནས་བྱ་ཚིག་ག་རེ་རེད་དོ་བྱ་ཚིག་ཡིན་པ་དེ་ཚུར་བླུག་བྱ་ཚིག་མིན་པ་དེ་གཡུག་ཤག་རང་བྱ། ཨོ་འདུག་བྱས་སྦྱོང་ཚན་དང་པོ་དེ་འདྲས་ན་ཡང་ཡིན་ཏག།

དེ་ནས་སྦྱོང་ཚན་གསུམ་པ། རི་མོ་རེ་ལ་བྱ་བ་རེ་སྦྱོར། དཔེར་ན། སྤོ་བོས་རླུང་འཕྲིན་ལ་ཉན། འོ་ད་འདི་གར་ཚིག་བར་ཟེར་ན་སྦྱོང་ཚན་ད་ལྟའི་འདིའི་སྦྱོང་ཚན་གསུམ་པ་འདི་ལ་ཡ་ག་རེ་རེད་ཟེར་ན་འདིའི་འོག་དེའི་རི་མོ་མང་པོ་ཞིག་མཐོང་ཨ། རི་མོ་འདི་གའི་འདི། ཨ་ནི། ག་རེ་རེད་དོ་ད་འདིའི་རི་མོ་འདི་གའི་ལ་ཡ་བྱ་ཚིག་རེ་རེ་སྦྱར་དགོས་གོ་ད་འདིའི་བྱ་བ་བྱས་ཏེ་དེ་གང་བྱ་བ་གར་གར་བྱེད་དོ་འདི་བྱ་ཚིག་རེ་རེ་སྦྱར་གྱི་བསྡད་གོ་རེད། དཔེར་ན་ཆ་བྱ་ན་དེབ། ཐ་མ་ཐ་མ་དེ་ལ་ཡ། པོ་ལ་གཅིག་གི། ཨ་ནི་རླུང་འཕྲིན། ཉན་དེ་དོ། ཨོ་དེ་དང་པོ་དེ་རི་མོ་དང་པོ་དེ་ལ་རི་དྭགས། རི་མོ་དང་པོ་དེ་པོ་ལ་གཅིག་གི་རླུང་འཕྲིན་ཉན་དེ་དོ། ཨོ་འདི་བྱེད་བྱེད་ཨ་ནི་པོ་བོའི་རླུང་འཕྲིན་ཉན་བྱེད། ཨ་ད་དེ། དཔེ་མཚོན་རབས་ཀྱི་གཅིག་སྟེ་དཔེར་བརྗོད་རབས་གཅིག་སྟེ་བརྒྱད། བརྡ་འདི་འདྲ་བོ་བྱས་རྗེས་ཨན་གྱང་ཚོས་འདི་གའི་མིང་ཁར་བཏགས་ནས་ཀྱང་འདོད་པར་གདའ། གྱང་གི་པིན་གྱག་ཡིན་ནའི་དྲིལ་གྲོགས་པ་ཡིན་ནའི་ག་རེའི་མིང་བཏགས་ནས་འབྲི་འོར་ཁྱེད་རང་ཕ་མ་དང་ག་རེ་མིང་བཏགས་ནས་འབྲི་འོར་རེད། འདི་གས་གས་གང་དག་བྱ་བ་གར་གར་བྱེད་ཀྱི་ཡོད་མེད་དེ་ད་ལྟ་ཡི་གེ་གཅིག་ཏུའང་འདི་ནང་བཞིན་བྱ་ཚིག་རེ་རེ་སྦྱར་དགོས་ཀྱི་ཡོད་རེད་ལབ་གདའ། འོ་འདི་བྱ་ལས་དེ་ནང་ཡང་ཡིན་གདའ་གྱང་ཚོས་སྦྱོང་ཚན་གསུམ་པོ་དེ་ལ་ཡག་སྦྱོང་ཚན་བཞི་པ། རི་མོ་དང་པོ་དེ་རྟགས་མེད་པའི་སྐབས་ཀྱི་རི་མོར་བལྟས་ཏེ་མཐུན་སྦྱོར་གྱིས་ལ་ད་མཐུན་སྦྱོར་གར་གཅིག་འོག་རེ་སྦྲུལ་གྱི་ལས་ཀ་གར་གཅིག་དོ་དེ་ཟི་གི་ཟི་གི་དེ་ནས་ཞོ་གཡས་དེ་སྦྲུལ་བཅས་སེམས་ཅན་དེ་སྐད་ཀྱི་མིང་དུ་བ། ཞོ་གཡོན་དེ་ལ་ཡང་དེ་སྐད་ཀྱི་བྱ་བ་གར་གར་བྱེད་ཀྱི་ཡོད་མེད་དེ་སྐད་དུ་དུ་བ་ང་འདི་བྱས་བྱས་གར་གཅིག་དོ་རི་མོ་ལ་ཟི་གི་ཟི་གི་ཁྱེད་རང་གི་ཕ་ཆུང་ངོ་དེ་དང་མཐུན་པ་ཨ་ནི་འདུག་རྟགས་རྒྱག་གི་རྒྱག་གི་བྱས་བྱས་འགྲིག་གི་རེད་ལ་ཡར་མེད་ན་ཨང་ཀི་བརྒྱབ་བཞག་ནས་འགྲིག་གི་ཡོད་རེད།

བཏགས་ཡོང་བའི་རྗེས་སུ་རི་མོར་བལྟས་ཏེ་བྱ་ཚིག་རེ་སྦྱར་དགོས། འོ་ད་བཏགས་ཡོང་པའི་རྗེས་ལ་ཡང་ཨ་ནི་ཀྱང་ཀའི། གར་ཅོག་རེ་སེམས་བྱས་དེ་གའི་གར་གར་བྱེད་དོ། ཅན་བྱས་དེ་ཚོ་གར་གར་བྱེད་དོ། ཅན། ད་རི་དྭགས་འདི་ཚོ་དག་ཚང་མ། བཏགས་ཡོང་པའི་རྗེས་ལ་ཁོ་ཚོ་གར་གར་བྱེད་དོ་འོ་དེ། ཡང་དེ་ནས། བྱ་ཚིག་འདི་ན་ལ་ཡང་ཚིག་ཡོད་རེད་དེ་གས་དེ་ཀློག་གིན་ཀློག་གིན་འོ་ཚུར་བྱུང་ངོ་དེ་མིང་བརྒྱ་རེད་ད། འོ་དེ་དེ་འདྲས་དེ་འདྲས་བྱེད་ཀྱི་འདུག། འོ་དེ་འདྲས་བྱས་བརྒྱ་བྱས། བྱ་ཚིག་རེར་བྱ་གཡག་བྱ་རྒྱབ་ལོག་སྟེ་ར་བ་སྤྱང་ཀི་ཤིང་སྡོང། འགྲམ་ནས་གར་གཅིག་ཏུ། ཨོ། ཨ་ནི། ནེ་ཙོས་ཤིང་སྡོང་གི་སྒང་ནས་གར་གཅིག་ཏུ། ཨོ། དེ་ཚོའི་གྲས་དུ་གྱང་གི། ཨ་ནི། བ་ཅོང་ངོ་ཏི་ལི་ཡ། བུར་སྤྲུག་གི་ཏུ། སྟག་གི་ཏུ་ཞེས་བྱ་ཚིག་རེ་རེར་བྱ་གཡག་ར། ཨོ། དེ་འདས་བྱེད་སྦྱོང་ཚན་གཉིས་པ་དུ། ཨ་ད་དེ་སྦྱོང་ཚན་གསུམ་པའི་སྡེ་ཚན་གཉིས་པ་དེ། ཨོ་དེ་འདས་ན་ཡ་ཡིན་ད། སྡེ་ཚན་གསུམ་པོ་ཏིལ་ག་རེ་ཡོད་རེད་ཟེར་ན། ད་ཇི་སྙེད་ལ་ཡང་བཏགས་ཡོད་པ་དང་མེད་པ་གཉིས་ཆ་སྲིད་ཚབ་ཡིན་པ་ག་རེ་ག་རེ་བྱེད་ཀྱི་ཡོད་མེད་ཅིག་ཁྱེད་རང་ཚོས་མཐོང་སོང་ཨ། ད་དེ་བྱས་བྱས་ཨ་ནི་གསུམ་པོ་ཏིལ་ཡང་བཏགས་ཡོད་པ་དང། མེད་པའི་རི་མོ་ལ་བལྟས་ཏེ་སེམས་ཅན་སོ་སོས་ཅི་ཞིག་བྱེད་ཀྱི་ཡོད་པའི་འཇུས་བསྡོམས་རེ་བྲིས། ད་དེས་ན་རྟགས་ཡོད་པ་དང་མེད་པའི་རི་མོ་འདི་གཉིས་གཉིས་ལ་བལྟས་པའི་རྗེས་ལ་སེམས་ཅན་སོ་སོ་སོས་གར་གར་བྱེད་ཀྱི་འདུག་འོ་དེ་འདྲས་ཀྱི་སྐོར་ལ་ཁྱེད་རང་གིས་རྩོམ་ཡིག་གསུང་རབ་ཐུང་ཐུང་ཞིག་བྲིས་རིང་ཁུ་ཤྲཱི་བྲིས་མི་དགོས། བསྟར་པ་གཅིག་གཉིས་བྱས་པ་ཅི་དཔེ་ཆ་ཤང་འདིའི་འོག་དེ་དཔེ་མཚོན་ཤྲཱི་ཨོར་ད་པེར་ནཱས། ནེ་ཙོ་ཤེང་སྡོང་གཉིས་ཀྱི་བར་ནས་འཕུར་བའི་སྐབས་རྟགས་ཡོང་བ་དང་ཤེང་སྡོང་སྒང་ནས་འཕུར་ཏེ་སོང། ང། ང་བ་འདི་གར་ཆིག་ཏོ། ཡིན་ནའང་ག་ལ་སོང་ནེ་ཚོ་དེ་ཤིང་སྡོང་གཉིས་ཀྱི་བར་ནས་འཕུར་བས་འཕུར་རྗེས་ཡོང་པའི་སྐབས་ལ་ཡང་བཏགས་ཡོང་གི་འདུག་བཏགས་ཡོང་པ་ཡིན་ཙང་ཨ་ལམ་སང་ཤིང་སྡོང་གི་སྒང་ལ་ཡང་འཕུར་སོང་བརྙན་ལ་ཤིང་སྡོང་གི་བར་ལ་འཕུར་འགྲོ་གི་འདུག་བཏགས་ཡོང་ཙང་ཤིང་སྡོང་འགའ་ལ་འཕུར་གི་འདུག་ལབ་སོང་ང་བ་འདི་ནང་བཞིན་ཨ་ནི་སྤྲེའུ་བཏགས་མ་ཡོང་པའི་སྐབས་ལ་སྤྲེའུ་གི་འདྲེ་ཆིག་ཏོ་བཏགས་ཡོང་ནས་སྤྲེའུ་གས་ག་རེ་བྱས་སོང་ཨོ་དེ་ཚོའི་གྲས་དེ་ག་འདྲ་ཁྱེད་རང་ཚོའི་ངོས་ནས་དགོངས་པ་ཞིག་གིས་ཞིག་གིས་ལ་ཡ་ཨོ་སེམས་ཅན་རེ་རེའི་གི་བྱེད་སྟངས་དེ་རྟགས་ཡོད་པ་དང་མེད་པའི་སྐབས་ཀྱི་བྱེད་སྟངས་རེ་རེའི་བྱས་བྱས་ཐུགས་སྨ་ག་ལེ་ག་ལེ་ལི་བྲིས་ཡག་ཡིན་ད། ཨ་ནི་སྤྱོད་པ་མཐུན་དུས་མཐུན་དུས་བཟོ་ཡག་ཡིན་ད། ཨོ་དེ་གས་དེ་ཁྱེད་རང་ཚོའི་ཏོག་བྱས་བྱས་ཨ་ནི་སྦྱོང་བརྩན་དེ་བྱེད་སྟངས་དེ་ཨོ་དེ་འདྲས་དེ་འདྲས་བྱས་ངོ་སྤྲོད་ཞུས་པ་གཞི་བཟུང་བྱས་ཨ་སྦྱོང་བརྩན་དེ་ཡག་པོ་གནང་རོགས་གནང་ཞུ་ཡག་ཡིན་དུ། ཨོ་ཡ། ད་ང་ཚོ་དུག་སེལ་ཆས་རྒྱུན་སྤྱོད་བྱ་ཚིག་སློབ་ཚན་དེ་གའི་དུག་ཚ་བཟོ་བ། ཨ་འདིའི་ནང་ལོགས་ལ་ད་ཁྱེད་རང་གས་ཕལ་ཆེན་ཨ་ནི་བྱ་ཚིག་དེ་གའི་དེ་མཁྱེན་པ་ཙམ་མ་ཟད་པའི་དེ་གའི་དེ་ཨ་ནི་གཅིག་སྐད་ཆའི་ནང་ལོགས་ལ་བེད་སྤྱོད་བྱེད་སྟངས་དང་བཅས་པ་ཅིག་མཉམ་དོར་ལ་སློབ་དེབ་དེའི་ནང་ལ་དུག་ཨ་འདི་བྱས་བྱས་ཕལ་ཆེན་ཁྱེད་རང་གས་ཨ་ནི་འདི་བྱ་ཚིག་གི་ཐོག་ལ་ཡ་ཨ་ནི་བེད་སྤྱོད་བྱེད་སྟངས་དང་བཅས་པ་ཅིག་ཡག་པོ་ཟ་ཤེས་ཡོང་རེད། མང་པོ་མ་ཤེས་ནས་ཤེས་པ་དེ་སྤུས་དག་པ་དེ་ཤེས་ཡ་དེ་གལ་ཆེན་པོ་རེད་བྱས་ཙང་ད་ལྟའི་དེའི་སློབ་ཚན་དེའི་ནང་ལ་ཡང་ཏན་ཏན། ཨནི་བྱེད་ཚིག་ཁ་ཤས་ཅིག་བེད་སྤྱོད་བྱེད་སྟངས་ཀྱི་ཐོག་ནས་སྤུས་དག་པོ་ཞིག་ད་ཅིག་སྦྱངས་ཡོང་རེད་བསམ་གི་འདུག་ཨ་འདི་བྱས་བྱས་ཨ་མུ་མཐུད་ནི་སྦྱངས་པ་འདི་གས་དེ་ངས་ག་དུས་ཡི་ནས་ལས་ཁྱེད་རང་ཚོ་ལ་ཡ་བསླབ་བྱ་ཏིག་ཏིག་དེ་ག་རེ་ཞུ་གི་ཡོད་ཟེར་ན། ཁྱེད་རང་གི་བོད་སྐད་ག་རེ་སྦྱངས་པ་དེ་དུས་རྒྱུན་དུ་ནས་ང་ཚོ་བོད་པ་ནང་ཚོགས་ཐུབ་པའི་ཁ་ཐུག་ལ་ངེས་པར་དུ་བེད་སྤྱོད་གནང་དགོས་རེད་ད། ལ། སློབ་ཕྲུག་ཚང་མ་ཀློག་གི་ཁྱེད་རང་ཚོ་ཕུ་པ། ལུང་པ་གཞན་པ་ཅིག་ལ་བསྡད་ཡོད་ནས་བོད་པ་འདི་གའི་རྩོམ་པའི་ཁ་ཐུག་ལ་བོད་སྐད་རང་གི་ཐོག་ནས་ཕར་ཚུར་བཀའ་མོལ་གནང་ཕིན་ན། ཏན་ཏན་ང་རང་ཚོའི་བོད་སྐད་འདི་འཛམ་བུ་གླིང་འདིའི་ཐོག་ལ་མ་ཡལ་བྱས་རྗེས་གསོན་པོ་ལ་གནས་ཐུབ་ཡག་གི་རེ་བ་ཆེན་པོ་ཡོད་རེད་དེ་ཡིན་དུས་ཁྱེད་རང་ཚོ་ལས་ལས་འགན་ཞིག་ད་ཡོར་ད་འདི་བྱས་རྗེས་ངེས་པར་དུ། བོད་པ་རྩོམ་པའི་ཁ་ཐུག་ལ་བོད་སྐད་དེ་བེད་སྤྱོད་གནང་རོགས་གནང། ད་ལྟའི་བྱ་ཚིག་དེ་ཚོའི་གྲས་དེ་ནི། ཅིག་ག་རེ་དྲན་པ་དེ་ཕར་ཚུར་གསུང་རིགས་གནང་བས་ན་ཏན་ཏན་ཁྱེད་རང་བོད་ཡིག་ཡར་རྒྱས་འགྲོ་ལ་ཁྱེད་རང་ཙམ་མ་ཟེར་བའི་གཡས་གཡོན་གྱི་སློབ་ཕྲུག་ཚང་མ་ལོག་ལ་ཕེང་གིར་དྭོགས་འོ་དེ་བྱས་བྱས་བེད་སྤྱོད་གནང་རོགས་གནང་ད་ག་རང་ཡིན་ད་རི་སློབ་ཚན་འདུག་བྱས་ཡང་ང་ཚོ་ཞུ་སྒོའི་སློབ་ཚན་ནང་ལ་མུ་མཐུད་ནས་མཇལ་ཡོང། ཏེ་ལེགས།